ཨེ་ན། དེ་བས་ཀྱང་ཨ་མི་རི་ཀའི་གི་ཤོག་བུའི་ལོར་འདུ་ཚོ་ལ་བལྟས་ན། འབྲོག་ལར་གཅིག་ཟེར་ན་ཆེ་ཆུང་དེ་རེད། འབྲོག་ལར་བརྒྱ་ཟེར་ན་ཆེ་ཆུང་དེ་རེད། ཚུལ་བཞིན་ནི་ལྗང་ཁུ་ཕལ་ཆེར་གཅིག་པ་རེད་དོ། ད་འབྲོག་ལར་གཅིག་དང་འབྲོག་ལར་བརྒྱ་ཟེར་མཁན་དེ། རིན་ཐང་ཆེ་ཆུང་ཁྱད་པར་ཆེན་པོ་ཡོད་རེད་བ། ཡ། ད་འབྲོག་ལར་གཅིག་གི་ནུས་པ་དེ་དེ་འབྲོག་ལར་གཅིག་དེའི་སྒང་ལ་ག་བ་ལ་ཡོད་རེད། འབྲོག་ལར་བརྒྱ་གི་ནུས་པ་དེ་འབྲོག་ལར་བརྒྱ་དེའི་ནང་ལ་ག་བ་ལ་ཡོད་རེད། རི་མོ་དེ་རེད་བས། ས་ཡིག་དེ་རེད་བས། ཧོ། ཧོ། ད་དུ་ཚོད་གང་ག་བརྩི་དགོས་བྱུང་ན། ཁོ་ཐ་སྙད་བཏགས་པ་རེད་ཐ་སྙད་དེ་བཏགས་ནས་བྱ་བ་བྱེད་ཀྱི་ཡོད་རེད། བྱས་པ་དེ་ཡང། བལྟོས་ནས་བྱ་བ་བྱས་པ་རེད་མ་གཏོགས་མ་བལྟོས་རང་དབང་བ་གི་དེ་མི་འདུག་བ། ཨ་ལས་ངན་ལ་ས་ཡིག་དེ་མེད་ན་ནི་རི་མོ་དེ་ཆ་ཚང་གི་ཕན་གི་མི་འདུག་བ། ས་ཡིག་དེ་ཡོད་པ་ཡིན་ན་ཡང་ཕན་གི་མི་འདུག་བ། ས་ཡིག་དེ་དེ་ཡོད་ཡོད་པ་ཡིན་པ། ད་ལྟ་རྒྱ་གར་གྱི་སྲིད་བློན་ན་རེན་དཱ་མོ་དཱི་གིས་ག་རེ་རེད་ལོ་ཁ་ཤས་ཅིག་གི་སྔས་ལ་སྒོར་མོ་སྟོང་ལོར་དེ་དང་ལྔ་བརྒྱ་ལོར་དེ་དུ་ཧོང་ཀོང་དང་ཆུ་ཚོད་བཅུ་གཅིག་དང་ཕྱེད་ཀ་ནས་ཤོག་བུ་བྲེ་རུག་ཅིག་དབྱིན་དང་སྲིད་ལབ་ཡིན་དུས་ས་ཡིག་ཡིག་ཡོག་རེད་ཡི་གེ་རི་མོ་ཡོག་རེད་གང་ག་ཡོག་རེད་དེ་ཀོ་ཤོག་བུ་བྲེ་རུག་ལམ་སང་སྐད་གཅིག་ཉིད་ལས་འགྲོ་གི་འདུག་ཨ་ཨོ་ད་དུ་ཚོ་འདུག་ས་དང་ཡ། དེ་འདྲ་བའི་གི་ནུས་པ་དུ་ཚོ་བཏོད་ནས་བཞག་པ་མ་གཏོགས་མ་བཏོད་རང་དབང་གི་མི་འདུག་ཨ་སང་ཡང་ཅིག། ཨོ། ཨེ་དེ་ང་རང་ཚོ་སྲིད་བློན་སྲིད་འཛིན་དེ་ཚོ་ཡ་འདུག་ཅེས་གོ་གནས་ཆེ། ཡ་ཆོས་པ་ཆོས་ཚོགས་གཅིག་གི་ཐོག་ནས་ཡིན་ན་མཁན་པོ་དགེ་བསྐོས་ཟེར་ངེས། ད་ཁོ་མཁན་པོ་རེད་ཁོ་དགེ་བསྐོས་རེད་ཁོ་སྲིད་བློན་རེད་ཁོ་སྲིད་འཛིན་རེད། ཨོ་ཁོ་ད་སྲིད་བློན་ཟུར་བ་རེད་ཁོ་མཁན་པོ་ཟུར་བ་རེད་ཁོ་དགེ་བསྐོས་ཟུར་བ་རེད། དེ་ག་འདྲ། ཁོའི་ནང་ལ་ཡོན་ཏན་ཆེ་རུ་ཕྱིན་པ་རེད་བས། ཡོན་ཏན་ཆུང་རུ་ཕྱིན་པ་རེད་བས། མ་རེད་བ་རང་འཇགས་རེད་བ། ཨོ། སྐད་ཅིག་སྔ་ཕྱིའི་ནང་ལ་ད་ག་རང་འཇགས་རེད་བ། ཨོ། རེད་དེ། ད་ཁོ་ཐ་སྙད་ཅིག་གི་ཐོག་ནས་འོ། ད་ཁོ། ཁྲི་ལ་འཁོད་པ་རེད། ད་ཁོ་ཁྲི་ཟུར་བ་རེད། འོ། ད་དེ་ཚོ་གང་གི་བསྟོད་ནས་བཞག་གི་ཡོད་པ་དེ་གསལ་པོ་ཞིའོ་རེད་འདུག། བསྟོད་ནས་བཞག་པ་དེའི་ཐོག་ལ་ནུས་པ་ཡང་འདུག་བ། འོ། ནུས་པ་མེད་པ་ཆགས་ཀྱི་འདུག་ནུས་པ་ཡོད་པ་ཆགས་ཀྱི་འདུག་བ། འོ། ད་དེ་ཚོ་གང་ག། གཏན་གྱི་འབྲེལ་བ་འབྱུང་བའི་རང་བཞིན་རེད་ཟེར་ཡག་དེ། ནང་པའི་གི། ཁ་ཅིག་དངོས་ཡོད་གནས་ཚུལ་དང་མ་མཐུན་པ། དཔེར་ཏེ་ཆེད་དུ་བསྙད་ནས་སྟོང་པ་ཉིད་སྟོང་པ་ཉིད་ཨ་ན་ད་མ་ཟེར་ན་བདག་མེད་པ་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་སུ་གཅིག་དང་མི་མཐུན་གྱིས་མ་གསུངས་བྱ་བ་གཅིག་མ་ཡིན་པ། དངོས་ཡོད་གནས་སྟངས་དེ་ངོས་སྤྲོད་གནང་རྗེས་ཡང་གསུངས་བསྡད་པ་གཅིག་གིས་འོ་ད་ཡིན་བསྡད་པ་གཅིག་ད་རྣམ་པ་ཚོས་མཁྱེན་ཡ་དེ་གལ་ཆེན་པོ་རེད། ཡང་ན་དེ་འདྲའི་གཅིག་མཁྱེན་པ་ཡིན་ན་ལོ་གཞོན་པ་ཁྱེད་རང་ཚོས་ཡང་ཨོ་དངོས་གནས་ནང་པའི་ཆོས་འདི། ངོས་ནས། རྒྱུ་མཚན་ལྡན་པ། སོ་སོས་དོ་སྣང་བྱས་ན་གསལ་རུ་གསལ་རུ་འགྲོ་ཡ་ཡོད་བསྡད་པ། ངེས་ཤེས་བཟང་རུ་བཟང་རུ་འགྲོ་ཡ་ཡོད་བསྡད་པ། དངོས་གནས། དེང་དུས་ཚན་རིག་པ་དེ་ཚོ་ཡང་ཡིད་འཕྲོག་ཡ་ཅིག་ཡོད་བསྡད་ཡིན་པ། དེ་ལུགས་སྲོལ་གཅིག་གི་སྐད་ཆ་མ་ཡིན་པ། ནམ་རྒྱུན་རྒྱལ་བ་ཐམས་ཅད་མཁྱེན་པའི་གསུང་གི་ཡོད་པ། ལྔ་བཅུ་ང་དགུའི་གོང་དང། རྒྱལ་བ་ཐམས་ཅད་མཁྱེན་པ་རྒྱ་གར་ལ་ཡབ་ཚུལ་ཕྱི་རྒྱུད་མ་གནང་གོང་དེ་འདྲའི་དེ་འདྲའི་ཅིག་ལ་ཡིན་ན། བོད་པའི་ཆོས་དེ་བོད་བརྒྱུད་ནང་བསྟན་གྱི་ཆོས་དེ་བླ་མ་ཨི་ཛིམ། བླ་མའི་ཆོས་རེད། ག་འདྲའི་ཅིག་རེད་ཟེར་ན། ཆམ་དང་བ་དང་ཨོ་ད་དེ་འདྲའི་གི་ཞེ་སྣང་ཚ་བོ་དེ་འདྲའི་ཅིག་ཨོ་ད་བླ་མ་ཨི་ཛིམ་གྱི་ཆོས་ཟེར་ན་ལམ་སང་ཆམ་དང་དེ་འདྲའི་ཅིག་འདུག་ཟེར་དེབ་ནང་ལ་ཡང་རི་མོ་ཅིག་བསྟན་རྗེས་ཨོ་ད་ད་ད་ཨ་ཨ་ཡིན་པ་རུ་བལྟ་ཟེར་ཨེ་གཏོར་མ་ཆེན་པོ་ཅིག་བཤངས་ཨེ་གཏོར་མ་དེ་མེ་བྲག་བཏང་ཡ་ཟེར་རུ་བལྟ་ཨོ་དེ་འདྲའི་དེ་འདྲའི་ཅིག། བདག་གི་ཨོ་ཐ་ཡིན་པར་གདའ་སངས་རྒྱས། དེ་ལ་ཡང་ལྟ་གྲུབ་གཏིང་ཟབ་པོ་ཅིག་ཡོད་པ་དེ་འཛམ་གླིང་ནུབ་ཕྱོགས་ཀྱི་དེ་ཙམ་དོ་སྣང་མེད་བསྡད་ངེས་ཅན། ད་དེ་ནས་རྒྱལ་བ་ཐམས་ཅད་མཁྱེན་པ་རྒྱ་གར་ལ་ཚུར་ཆིལ་རྒྱུགས་གནང། དེའི་ཕེབས་རྗེས་སུ་འབྲངས་པའི་རིས་སུ་མ་འབྱེད་པའི་ཏིང་འཛིན་སྐྱེས་ཆེན་དེ་སྐད་དེ་བས། ཨོ་དེ་སྐད་དེ་གི་ངོ་སྤྲོད་ཅིག་གནང་ཡོད་འདུག་དངོས་གནས་ནང་པ་སངས་རྒྱས་པའི་བོད་པའི་བུ་རྒྱུད་ཀྱི་ནང་བསྟན་དེ་དཔལ་ནཱ་ལེནྡྲ་གི་ཆོས་བརྒྱུད་དྲི་མ་མེད་པ་ཡིན་པ་ཐིག་པ་ཆེ་ཆུང་སྔགས་དང་བཅས་པ་ཡོད་བསྡད་པ་དངོས་གནས་དྲན་ནས། ག་བ་ཅི་ལ་ཕྱིན་པ་ཡིན་ན་ཡང་དེ་ལ་ཡང་ཡིད་འཕྲོག་ཡ་ཅིག་ཡོད་བསྡད་པ་རྒྱུ་མཚན་བཤད་ཡ་ཅིག་ཡོད་བསྡད་པ་ཨོ་དེ་འདྲ་ཅིག་ཡིན་བསྡད་པ་དེ་ད་དེང་སང་ཀུན་ལ་གསལ་བསྡད་པ་ཅིག་རེད་བ་ད་ཀུན་ལ་གསལ་བསྡད་པ་ཅིག་དེ་ཁུ་བོ་ཀྱོག་ཀྱོག་ང་ཚོའི་དེ་ཡག་པོ་ཡིན་ད་གསལ་གཅིག་བོ་ཀུན་བ་རེད་བ། དེ་འདྲ་ཅིག་ཡིན་པ་དེ། ཁྱེད་རང་ཚོ་ལུང་པ་འདི་ལ་ཕན་ཉན་འདི་གི་ད་ཁྱེད་གི་རེད་བ། ཡ་ཨ་མི་རི་ཀའི་ལུང་པ་འདི་ན་ལ་ཡ་ཆོས་ཚོགས་ག་ཚད་འདུག་བ། ཆོས་ཚོགས་དེའི་ནང་ལ་ཡ་སློབ་སྦྱོང་བྱེད་ཉན་གི་ཨ་མི་རི་ཀའི་ཡུལ་མི་ག་འདྲས་འདུག་བ། དེ་སྐད་དེ་སློབ་སྦྱོང་བྱས་པའི་སྐབས་ལ་ཡང། སོ་སོས་སློབ་ཡོན་སྤྲད་ནས་ཉི་མའི་གུང་ལས་ཀ་ལ་ཕྱིན། དགོངས་དག་ཨེ་ནི། སློབ་ཡོན་སྤྲད་རྗེས་ཨེ་ནི་སློབ་སྦྱོང་བྱས་རྗེས་ང་ལོ་ལྔ་སྦྱངས་པ་ཡིན་ང་ལོ་བཅུ་སྦྱངས་པ་ཡིན་ད་ང་དེང་སང་སྒོམ་རྒྱག་གི་ཡོད་ཨོ་དེ་འདྲས་འདུག་ག། འོ་ན་དེ་སྐད་དེ། ཤེས་ཡོན་མེད་པའི་མི་རེད་པས། འོ་ན་དེ་སྐད་དེ་སྤང་མགོ་རེད་པས། འོ་ན་དེ་སྐད་དེ་ལས་ཀ་ཁྱོན་ནས་མེད་ངེས་རེད་པས། མ་རེད་པ། ཤེས་ཡོན་ཡོད་ངེས་འདུག། དཔལ་འབྱོར་ཆེན་པོ་ཡོད་ཉེན་འདུག། ལས་ཀ་རྒྱ་ཆེན་པོ་ཡོད་ཉེན་འདུག། རེད་དེ། དཔེར་ན་ལན་གྲགས་ཀྱི་ཆོས་བརྒྱུད་དྲི་མ་མེད་པ་ཡོད་དེ་ཉེན་གྱི་ནང་པའི་ཆོས་འདི་ལ་དངོས་གནས་བཞག་རྩིས་ཅི་ཡོད་དེ་བ་སེམས་མ་སྐྱིད་པའི་སྐབས་ལ་སྐྱིད་པ་བཟོ་ཐུབ་ཡག་གི་ནུས་པ་ཅི་ཡོད་དེ་བ་བདེ་སྐྱིད་གཞན་དང་མི་འདྲ་བ་སྤྲད་ཡག་གི་ནུས་པ་ཡོད་དེ་བ་དེ་ཡང་དངོས་གནས་རྒྱུ་མཚན་ལྡན་པའི་ཐོག་ནས་ཡོད་དེ་བ་ད་དུས་ཚོད་འདུག་ཟེར་ཨ་ནི་འགྲིག་ཁོག་ཡོད་འདུག་ཁོ། བུང་བ་མེ་ཏོག་ལ་འཁོར་བ་ན་བཞིན་གྱི་ཨི་ནི་འདུག་ཅིག་ད་ནང་པའི་ཆོས་ལ་ལྟོས། ཕྱི་ལོགས་ལ་སྒོ་བརྡུངས་ཀྱི་ཨོ་ཁྱོད་ཚོ་ངས་ང་ཚོའི་ནང་ཆོས་ལ་ཡ་ཉེས་འགའ་ཤོག་ཨ། སྒོ་བརྡུངས་པ་མ་རེད་པ། ཨོ། ད་བུང་བ་མེ་ཏོག་ལ་འཁོར་བ་མེ་ཏོག་ཁོ་རང་ལ་ཡ། མདངས་ཡག་པོ་ཅིག་དང་དྲི་བཟང་པོ་ཅིག་ཡོད་པ་ཡིན་ན་བུང་བ་རང་བཞིན་གྱི་འཁོར་ཡོང་བ་ན་བཞིན་ཨོ་དུག་བྱས་ན་འཁོར་ཡོང་པ་རེད་བ། ཨོ་ད་འདི། ང་རང་ཚོས་ཀྱི་ཧི་མ་ལ་ཡའི་རི་རྒྱུད་སུ་གཏོགས་པའི་ཁྱེད་རང་ཚོ་ལོ་གཞོན་པ་དང། ཨེ་ནི། ཅེས་བོད་བརྒྱུད་ནང་བསྟན་གྱི་ང་རང་ཚོ་བོད་རིགས་སུ་གཏོགས་པ་ཡང་ལོ་གཞོན་པ་ཁྱེད་རང་ཚོས་ཀྱིས་གནས་སྐབས་ཁག་མེད་སོ་སོའི་དཔལ་འབྱོར་དང་དེ་འདྲས་ཀྱི་ཐོག་ལ་སྐུ་ལས་ཏན་ཏན་བསྐྱོན་དགོས་ཀྱི་རེད་དེ། དེང་དུས་ཀྱི་ཤེས་ཡོན་སྤྱི་བོ་གཅིག་ལ་མགོ་འཁོར་བཅས་ཨ་ནི་ནང་ཆོས་དེ་གི་དེ་ལ་དོ་སྣང་ཁྱོན་དུ་མེད་པ་བཅས་གཡུག་བཞག་པ་ཡིན་ན། རང་ལ་ཡང་ཡོན་ཏན་གལ་ཆེན་པོ་གཅིག་ཡོད་བསྡད་པས་ཀྱི་སོ་སོའི་སྐད་ཡིག་གི་ཐོག་ལ་སྐད་ཡིག་གཉིས་པ་ལ་བརྟེན་མི་དགོས་པ་སོ་སོའི་སྐད་ཡིག་གི་ཐོག་ལ་རིན་ཐང་ཆེན་པོ་བཞི་བོ་གཅིག་ཡོད་བསྡད་པ་དེ་ཨ་ནི། སོ་སོའི་བདག་པོ་རྒྱག་མ་ཐུབ་པ་ཡིན་ན་ཧ་ཅང་གི་ཕངས་པོ་ཡིན་བསྡད་པ་དེའི་མཁྱེན་པའི་ཐོག་ནས། བསོད་ནམས་གྲོང་པའི་དཔལ་ལ་ལྟོས་ཟེར་བ་ན་གཞིས་ཆོས་ཚོགས་མང་པོ་དེ་གས་དེ་ལ་མི་དེ་ཚོས་དཀའ་ལས་ག་རེ་ཅིག་རྒྱག་གི་འདུག་བ་དོ་སྣང་ག་འདྲེ་ཅིག་བྱེད་ཀྱི་འདུག་བ་ཨོ་འདི་ལ་ནུས་པ་ཅིག་དེ་ཡོད་ས་རེད་ད་འདི་དངོས་གནས་ང་ཚོའི་གི་ཁྱད་ནོར་ཅིག་རེད་ད་ད་འདི་བདག་པོ་རྒྱབ་དགོས་ཀྱི་འདུག་བ་དགོངས་དགོངས་ཅིག་ད་འདི་ལ་བལྟས་བལྟས་ཚེ་དོ་སྣང་གནང་གི་ཡིན་ན་ཞེ་བོ་ཡག་པོ་ཡོང་གི་རེད་དཔེར་ན་ད་ལྟ། ཅིག་ང་མི་ཐུག་བསྡད་པའི་ནང་ལ་ཡ། ཨ་ནི་ང། ཧི་མ་ལ་ཡའི་རི་རྒྱུད་ནང་ལ་འདུག་བ། བོད་པའི་ནང་ལ་ཡི་འདུག་བ་བོད་རིགས་ནང་ལ་ཡི་འདུག་བ། ལོ་གཞོན་གཞོན་སེམས་པ་སྦུག་སུག་དོག་པོ་འདུག་ཟིང་ངེ་དེ་འདྲའི་དུ་ཡོང་གི་འདུག་བ། ད་ཁོ་སློབ་སྦྱོང་བྱེད་པའི་སྐར་བུ་སྦུག་སུག་དོག་པོ་བལྟས་བལྟས་ཚེ་ཡོང་གི་ཡོད་ཀྱི་རེད། དེ་ཚོ་ལ་ཡ། དངོས་གནས་བདག་པས་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་བྱམས་པ་དང་སྙིང་རྗེའི་སྐོར། ངོ་ཆ་ཡག་པོ་ཅིག་སྤྲད་ངེས་ཅིག་བྱུང་པ་ཡིན་ན། དེའི་སྒང་དེ་ལ་ཡང་ཕན་ཚུན་ལྟོས་པའི་རང་བཞིན་རྟེན་འབྱུང་གི་སྐོར་དེ་ངོ་ཆ་ཡག་པོ་འཕྲོད་ངེས་ཅིག་བྱུང་པ་ཡིན་ན། དེ་སྤྲད་ངེས་ཅིག་བྱུང་པ་ཡིན་ན་ཡང་སོ་སོས་དོ་སྣང་མ་བྱས་ན་ཕན་གི་མ་རེད་བ། ད་དེ་སོ་སོས་དོ་སྣང་བྱས་པ་ཅན་ཡང་འགོག་རེད་བ། འོ་ད་དེ་འདྲའི་གཅིག་གཉིས་ཚོགས་གཅིག་གི་ཐོག་ལ་བྱུང་པ་ཡིན་ན། སེམས་པ་མ་སྐྱིད་ཟེར་མཁན་དེ་དེ་ཡོང་དགོས་ཡ་རྩ་བ་ཉིད་ནས་མེད་བསྡད་བ། རྦད་དེ་ངས་ཁ་ཚང་ཞུས་པ་ན་ཞིག། གྲོང་ཁྱེར་སྐྱེས་པའི་འབྱུང་གནས་སེང་གེ་འདི་དེའི་སོ་ར་དང། ཁ་ཚང་ངས་ལུང་འདྲེན་ཞུས་ཡིན་པ་བསོད་ནམས་སྐྱིད་ནས་ལུས་བདེ་ལ་མཁས་པ་ཡིད་ནས་སེམས་བདེ་ན་གཞན་དོན་འཁོར་བར་གནས་ཀྱང་ནི་སྙིང་རྗེ་འདས་འགའ་ཅི་སྟེ་སྐྱོ་སེམས་ནི། སྐྱོ་བ་ཁྱོད་ནི་མེད་དེ་ངས་བས། སྣང་སྲིད་ཐམས་ཅད་གཉེན་དུ་འཆར་ཐུབ་ཡ། རྐྱེན་ངན་ཐམས་ཅད་བྱང་ཆུབ་ལམ་དུ་བསྒྱུར་ཐུབ་ཡ། གནོད་བྱེད་ཐམས་ཅད་རྒྱན་དུ་ཤར་ཐུབ་ཡ། ཨོ་དེ་གལ་ཏེ་སུས་གསོལ་གོ་རུ་ཟེར་ན། དག་པའི་ཞལ་མཇལ་བའི་བྱང་ཆུབ་ཀྱི་སེམས་དང་བྱམས་པ་དང་སྙིང་རྗེ་ཟེར་མཁན་གཅིག་དང་རྟེན་འབྱུང་ཟེར་མཁན་གྱི་ལྟ་བ་དེ་འདྲའི་གཅིག་གི་སེམས་ཀྱི་ནང་ལ་བཏོན་ན། ཨོ། དེ་འདྲའི་གཅིག་བཟོ་ཐུབ་ཡ་གཅིག་ཡོད་རེད་ད་དེ་བྱུང་པ་ཡིན་ན། དངོས་གནས་དྲན་ན། བདེ་སྐྱིད་ཀྱི་རྩ་བ་གཅིག་ཨེ་ནི་སུ་ཟེར། ཡ། ཚུར་གླན་པའི་ཟུར་གཅིག་ཨོ་ཐུགས་སུ་རེད། ཨོ། དེ་ངས་དེ་ག་ཟེར། སྔོན་འགྲོའི་ཆོས་བཤད་ཀྱི་ཚུལ་དུ་ཡ། ཞུས་པ་ཡིན་པ་ལ་ཆ་བཞག། ནང་པ་སངས་རྒྱས་པའི་ཆོས་ཀྱི་གནས་འགའ་ག་རེ་ཡིན་པ་དེ་ཞུས་པ་ཡིན་པ་ལ་ཆ་བཞག། འོ་ད་དེ་འདྲ་བ་དེ་འདྲའི་ཅིག་གི་བྱང་ཆུབ་ཀྱི་སེམས་དང་སྟོང་པ་ཉིད་ཟེར་མཁན་དེ་གལ་ཆེན་པོ་ཡིན་པའི་ཐོག་ལ། དེ་འདྲ་བ་དེ་ཉམས་སུ་ལེན་པ་ལ། མངལ་ལ་བཞི་ལྡན་རྩིག་ལྡན་ཡག་པོ་ཅིག་བསྒོར་བ། ཁང་པ། པདྨའི་བསིལ་བའི་རིན་ཐང་ཆེན་པོ། གོང་ཆེན་པོ། དེ་འདྲའི་ཅིག་གི་ཁང་པ་ཅིག་བརྩིགས་པ་ལ། བརྩིགས་སའི་ས་ཆ་དེ་ཡག་པོ་བརྟན་པོ་ཅིག་བསྒོར་བ། ཨོ། དེ་རྩིག་ལྡན་གྱི་ཚོས་འདྲ་པོ་དེ་ལ། དང་པོ་དང་པོ་དེ། ཆོས་ཀྱི་མགོ་ལག་ལེན་ལས་འབྲས་ནས་བཙུགས་པ་ཡིན་ཟེར་ནས་ལས་འབྲས་སྤང་བྱ་ཅིག་བསྒོར་རེ། ཨོ། ད་ང་ནང་པ་ཡིན་ད། མི་ལ་མགོ་སྐོར་ཅིག་བཏང་ཡག་གི་ནུས་པ་ཅིག་རག་པ་ཡིན་ན་ཡང། དེ་རུང་གི་མ་རེད། དེ་ལས་འབྲས་ལ་རུང་གི་མ་རེད་བསམ་པར་བྱེད། ངས་ཐུབ་ཚོད་ཡོད་ན་ཡང་ངས་འཇོན་ཚོད་ཡོད་ན་ཡང་དེ་རུང་གི་མ་རེད་བསམ་པར་བྱེད། ཨོ། དེ་འདྲས་ཀྱིས་ཕྱུང་པ་ཡིན་ན་ཡ་རབས་ཟེར་མཁན་དེ་ཆགས་པ་རེད། སྤྱོད་པ་བཟང་པོ་ཟེར་མཁན་དེ་ཆགས་པ་རེད། དེ་དངོས་གནས་དྲང་ནས་ཕུན་སུམ་ཚོགས་པ་རེད། ང་སོག་པོ་བུ་གཅིག་ཡོད། སོག་པོ་བུ་ཆུང་ཆུང་གཅིག་ཁོ་བག་ཆགས་བཟང་པོ་གཅིག་ཡོད་རེད། ཁོ་སྐྱེ་བ་སྔོན་མ་གཅིག་དྲན་གྱི་ཡོད་རེད།

ད་དེ་ཁྱེད་རང་འཇོན་པར་ད་བྱས་པས། ཨོ་ད་ཁྱེད་རང་དངོས་གནས་དྲན་ནས་ནང་པའི་ཆོས་ཀྱི་ཅིག་བསམ་བློ་རྒྱ་ཆེན་པོ་ཤིང་གི་མེད་ན་ཡང་སྙིང་པོ་ཅིག་ཤིང་གི་ཡོད་པའི་རྟགས་རེད་ད་བྱས་པས། ཨོ་དེ་འདྲའི་ཁོས་བྱས་ཡིན་ས་ཨོ་དེ་འདྲའི་ཅིག་དགོས་རེད། དེ་མ་ཐུག་ཨོའོ་ད་འདི་ན་མི་འབེལ་པོ་འདུག་སེ་ན་འདུག་སེ་བཅུག་ཤ་བས་ཡིན་ན་ཡིན་ནས་དེའི་སེ་ཁ་ནས་ནང་པ་ཡིན་སེ་ལབ་པས་ཡིན་ན་ཡང་ལས་འབྲས་དེ་ཏག་ཏག་ཤི་ར་རང་བྱུང་ཡོད་མ་རེད་ད། ཨོ་དེ་ཡིན་ཙང་ཆོས་ལག་ལེན་གྱི་མགོ་ལས་འབྲས་ནས་བཙུགས་པ་ཡིན་སེ་ངས་འདི་ཉུང་མཐའ་དེ་ནས་མགོ་བཙུགས་ནས། མ་མཐའ་དེ་ནས་མགོ་བཙུགས་ནས་ཨེ་ནི་འགྲོ་དགོས་བ་རེད། ཨེ་ནི། སོ་སོ་ལ་ཡ་དྲིན་ཆེ་བའི་གི་དྲིན་བསྐྱང་མཉན་གི་ཕ་མ་ཡོད་རེད་དགེ་རྒན་ཡོད་རེད་དེ་ཚོ་ལ་ཡ་བརྩི་བཀུར་དགོས་ཡ། དེ་གལ་ཏེ་གལ་ཆེན་པོ་རེད། སེམས་ཅན་དུད་འགྲོ་ཡིན་ན་བརྩི་བཀུར་བྱེད་གི་འདུག་བ། ལྟོ་ལྟས་ངན་དེ་ལ་སེམས་ཅན་དུད་འགྲོ་ཡིན་ན་དེ་རྒྱག་པ་ཞུས་ནས་ཁུར་བསྡད་ག་བྱེད་གི་འདུག་བ། འདམ་སྲིང་དེ་ཚོ་ཁུར་བསྡད་ག་བྱེད་གི་འདུག་བ་སྙིང་ཡིན་རྗེས་དེ་གཞན་ཁོའི་བདེ་མོ་རྒྱབ་བརྟེན་གཅིག་རེད་བ། རེད་དེ་ཁོས་ཁུར་བསྡད་ག་བྱེད་གི་འདུག་བ་དཔེ་རེད། འོ་དེ་སེམས་ཅན་དུད་འགྲོ་ལས་ཀྱང་ད་ལྷག་པ་མ་བྱུང་ན་ཡང་སྐྱོ་བ་མིན་པ་ཅིག་བྱེད་ཡ་དེ་གལ་ཆེ་རེད། ཁྱོད་ལག་ལེན་གྱི་མགོ་ལས་འབྲས་ནས་ཚུགས། ད་ལས་འབྲས་དེའི་ཐོག་དེ་ལ་ཨེ་ནས་གཞི་ནས་དགེ་སྡིག་སྤང་བླང་གི་སོ་སོས་གང་ཐུག་ཐུག་ཅིག་བྱས་ནས་ཨེ་ནས་བྱང་ཆུབ་ཀྱི་སེམས་དང་སྟོང་པ་ཉིད་ཀྱི་ཉམས་ལེན་འོ་ལས་འབྲས་ཁྱད་དུ་བསད། ཨེ་ནས་ཀྱི་དགེ་སྡིག་སྤང་བླང་ཁྱད་དུ་བསད་བྱང་ཆུབ་ཀྱི་སེམས་སྒོམ་གྱི་ཡོད་སྟོང་པ་ཉིད་སྒོམ་གྱི་ཡོད་ཟེར་ན་ཡང་དེའི་ཡང་ཏག་ཏག་ཅིག་མ་རེད། ཨོ་དེ་འདྲས་པས་དེ་འདྲས་ཡིན་ཙང། རྫ་དཔའ་སྤྲུལ་རིན་པོ་ཆེས་གསུངས་པ་རེད། སེམས་འབྱུང་སེམས་འབྱུང་རང་གི་སེམས་དེ་འབྱུང། བློ་ལྡོག་རྣམ་ཤེས་རང་གི་སེམས་འབྱུང་ན། ཨོ། བསྐྱེད་རྫོགས་བཟླས་བརྗོད་ཏིང་འཛིན་མེད་ན་ཡང། ཐར་བའི་ལམ་ལས་གཞན་དུ་ཆུག་པ་མེད། ཨོ་ད། བསྐྱེད་རིམ་དང་རྫོགས་རིམ་དང་བཟླས་བརྗོད་དང་ཏིང་ངེ་འཛིན་དང་དེ་འདྲས་ག་གེ་མེད་པ་ཡིན་ན་ཡང། དལ་འབྱོར་རྙེད་དཀའ་འཆི་བ་མི་རྟག་པ། ལས་རྒྱུ་འབྲས་འཁོར་བའི་ཉེས་དམིགས་ཨོ་དེ་འདྲའི་ཅིག་གི་བསམ་བློ་དེ་དུས་རྒྱུན་ལྡན་ཡོད་བསྡད་ངེས་ཅིག་ཡིན་ན། ད་མི་དེ་རྒྱལ་བ་གངས་ཅན་གངས་ཀ་ཐར་བའི་ལམ་ནས་གཞན་དག་ལ་ཕྱུག་ཐོག་ཁྱོད་ནི་ཡོད་མ་རེད། ཨོ། སེམས་སྦྱོང་སེམས་སྦྱོང་རང་གི་སེམས་དེ་སྦྱོང་བློ་དོགས་རྣམ་ཤེས་རང་གི་སེམས་སྦྱོང་ན། ཨོ། བསྐྱེད་རྫོགས་འདས་རྗེས་ཏིང་འཛིན་མེད་ན་ཡང། ཐར་བའི་ལམ་ལས་གཞན་དུ་ཕྱུག་པ་མེད། ད་དེ་ཚོ་ཚིག་དེ་ཚོ་འདུས་ཆེན་པོ་འདུག་ཨོ་དེ་འདྲའི་ཅེས་ཅེས་ཨ་ནི། མཁྱེན་པ་གནང་ཡང་དེ་གལ་ཆེན་པོ་ཡིན་པ་རེད།